ང་ཚོ་ཚང་མ་མཉམ་དུ་ཀློག་དོར་བ། སྔོན་མ་སྔོན་མར་ཡིད་འོང་འཕྲོག་པའི་ཀོང་པོའི་ནགས་གསེབ་ནང་དུ་སེང་གེ་ཞིག་སྡོད་ཀྱི་ཡོད། སེང་གེ་དེ་འདུག་སྟེ། ཉིན་ཞིག་ཁོས་ཁ་ལག་བརྒྱག་ཚེ་ཟས་པའི་རྗེས་སུ་རྫིང་བུ་ཞིག་གི་འཁྲིས་ལ་གཉིད་སྐྱིད་པོ་ཞིག་ཁུག་ནས་བསྡད་ཡོད། རེད། གཉིད་ཁུག་དེ། ཨ་མྱེས་སྐུ་དེ་གར་ཕྱིན་རོལ། དུས་ཡུན་རིང་པོ་མ་སོང་བར། ཙི་ཙི་ཆུང་ཆུང་ཞིག་ཡོང་ནས། ཁོའི་གཟུགས་པོའི་སྒང་ལ་རྩེད་མོ་རྩེད་ཡ་འོང་འགོ་ཚུགས་པ་རེད། གློ་བུར་དུ་སེང་གེ་གཉིད་སད་དེ་ཡར་ལངས་ནས། གཉིད་སྐྱིད་པོ་དཀྲོག་མཁན་དེ

ཨ་ཁུ་སེང་གེ་ལགས། དགོངས་དག། དགོངས་དག། ངས་ནོར་སོང་ང་མ་བཟོད་རོགས་གནང། ཞེས་ཞུས་པ་རེད། སེང་གིས་ཁོ་ལ་སྙིང་རྗེ་སྐྱེས་ནས་བཟོད་སྒོམ་བྱས་ཏེ་ཙི་ཙི་དེ་སའི་སྒང་ལ་བཞག་ནས་ཚེ་ཐར་བཏང་བ་རེད། ཙི་ཙི་ག་རེ་བྱས་རེད། ཚེ་ཐར་བཏང་རེད། ཙི་ཙི་དེ་ག་ད་ཆོས་ནས་ཨ་ཁུ་སེང་གེ་ལགས་བཀའ་དྲིན་ཆེ་ངས་རྗེས་སུ་དྲི་ལན་འཇལ་ཐུབ་པ་བྱེད་ཀྱི་ཡིན་ཞེས་ལབ་ནས་བྲོས་ཕྱིན་པ་རེད། བ་ཁ་ཤས་ཀྱི་རྗེས་སུ་སེང་གེ་དེ་རྔོན་པའི་བྲག་རྙིང་ནང་དུ་ཚུད། སེང་གེ་དེ་འཇིགས་ཤིང་སྐྲག་ཙང་ཁོས་ང་སྒྲ་མང་པོ་གྲགས་པ་རེད། ང་སྒྲ་དེ་ཙི་ཙི་དེས་གོ་ནས་སེང་གེ་ཡོད་སར་སླེབས། ཙི་ཙི་དེ་སེང་གེའི་དྲ་སྙིང་ནང་ཚུད་པ་ཤེས་ནས་སྔར་གྱི་བཀའ་དྲིན་འཇལ་བའི་ཆེད་དུ། དྲ་སྙིང་དེ་ལ་སོ་བརྒྱབ་ནས་བཅོས་ཡག་འགོ་བཙུགས་པ་རེད། སྟབས་ལེགས་པ་ཞིག་ལ་རྔོན་པ་དེ་མ་འབྱོར་སྔོན་ལ་ཙི་ཙི་དེ་དྲ་སྙིང་དེ་བཅོས་ཐུབ་པས་སེང་གེ་གྲོལ་ཐུབ་པ་རེད། མེ་ཏོག་རེད་མེ་ཏོག། ཉིན་དེ་ནས་བཟུང་སེང་གེ་དང་ཙི་ཙི་གཉིས་མཛའ་བརྩེ་ལྡན་པའི་གྲོགས་པོ་ཞིག་ཏུ་གྱུར་པ་རེད། བསླབ་བྱ་བཀའ་དྲིན་ཆེ་བའི་མི་རྣམས་ལ་ངེས་པར་དུ་དྲིན་ལན་འཇལ་དགོས། མི་བཀའ་དྲིན་ཆེན་པོ་དེ་ཚོ་ལ་དྲིན་ལན་འཇལ་དགོས་རེད། བོད་ཀྱི་གཏམ་དཔེར་སྐྱིན་པ་ཆུ་ཡིན་ཡང་བླ་རུ་མི་མཐོང། དེའི་ནང་ལ་གཏམ་དཔེ་ཅིག་རེ་ཧ་ལ་རེ། སྐྱིད་ཐིག་མི་དང་བསྟུན་དགོས། སྡུག་དུས་རང་མགོ་ཐོན་དགོས། ལ་སུ་གླེང་གི་ཚུལ་ཨ་ནི་ཡང་རྗེས་མ་གི་དཔེ་ཀློག་ནང་ལ་མཇལ་ཡོང།